ང་ཚོའི་སྲབ་གྲ་གང་རུང་ནང་བོད་མཐོང་མྱོང་མེད་ཅེས་དྲིས་མྱོང། ངས་དེ་རེད། རྒྱུ་མཚན་ནི་ངས་ཡི་ཕ་ཡུལ་རྒྱ་ཡི་ཧམ་བཟུང་བྱས་པ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་བཟུང་འཛམ་གླིང་གི་ལུང་པ་མང་པོར་རང་བཙན་ཐོབ་འགོ་བཙུགས་སྐབས། བོད་འདི་རྒྱ་དམར་གྱིས་ཁྲིམས་འགལ་ངང་བཙན་འཛུལ་དང་ཧམ་བཟུང་བྱས་པ་རེད། ངས་ཉིན་ལྟར་སོ་སོའི་ལུང་པ་ཚུགས་ག་དུས་ཐོབ་ཡོང་བསམ་གྱི་འདུག་བོད་ལ་ཐུན་མོང་མ་ཡིན་པ་གཅིག་ཡོད་པ་དེ། ང་ཚོའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད། ྋགོང་ས་མཆོག་གིས་ཞི་བདེ་དང་སྙིང་རྗེ་བྱམས་བརྩེ་སྐོར་གྱི་བཀའ་སློབ་ལམ་སྟོན་ལ་འཛམ་གླིང་མི་མང་གིས་གུས་བརྩི་ཞུས་ཀྱི་ཡོད་ལ། བོད་པ་ཚོས་གངས་ཏི་དང Martin Luther King ལ་སོགས་པའི་འཚེ་མེད་ཞི་བའི་དཔའ་བོ་ཚོའི་ལམ་སྟོན་གཞི་བཞག་ནས་འཚེ་མེད་ཞི་བའི་སྒོས་རྒྱ་ནག་ལ་འཐབ་འཛིང་བྱེད་ཀྱི་ཡོད། ང་འཛམ་གླིང་སྐོར་སྐྱོད་བྱེད་དུས་མི་དྲ་མིན་མང་པོ་ཐུག་གི་ཡོད་ལ་དེ་ཡི་ཁྲོད་ན་ཆབ་སྲིད་པ་ཡང་མང་པོ་ཡོད། ཁོང་ཚོས་བོད་ཀྱི་རྒྱལ་དར་ངོས་ལེན་བྱེད་ཀྱི་འདུག་ལ། བོད་ལ་ངེས་པར་དུ་རང་དབང་ཐོབ་དགོས་ཟེར། ང་ཚོའི་དགོན་སྡེ་ཁག་སྲུང་སྐྱོབ་བྱེད་དགོས་ང་ཚོའི་གནའ་བོའི་རིག་གཞུང་རྒྱུན་འཛིན་བྱེད་དགོས་ཟེར། ཁོང་ཚོས་ང་ལ་ང་ཚོ་ཁྱེད་དང་མཉམ་དུ་ཡོད་ཅེས་ལབ་བྱུང། དུས་ཚོད་ཀྱི་སྔ་ཕྱི་ཞིག་རེད་མ་གཏོགས་རྒྱལ་སྤྱིའི་རང་བཞིན་གྱི་རྒྱབ་སྐྱོར་འོག་འཛམ་གླིང་གི་ཤུགས་རྐྱེན་ཆེ་བའི་དབུ་ཁྲིད་ཚོས་ཕྱི་འབྲེལ་གྱི་ཐབས་ཇུས་བརྟེན་ནས་རྒྱ་ནག་ལ་འགན་འཁུར་དང་ལེན་བྱེད་དུ་བཅུག་ངེས་མ་རེད་བས། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱལ་བོ་རིན་པོ་ཆེ་བཙན་བྱོལ་དུ་ཕེབས་དུ་བཅུག་པ་དང། རྒྱ་ནག་གི་དམག་མིས་བོད་མི་སྟོང་ཕྲག་མང་པོ་དམར་གསོད་བྱས། དེ་དུས་སུས་ཀྱང་རོགས་པ་བྱས་མེད། རྒྱ་ནག་གིས་བོད་ནང་བཙན་དབང་གིས་རིག་གཞུང་རྩ་མེད་བཏང། ད་དུང་ཡང་རྩ་མེད་གཏང་གི་ཡོད། རྒྱ་ནག་གིས་བོད་ཀྱི་འབྲོག་པ་ས་ཡ་གཉིས་ལྷག་འབྲོག་ས་ནས་གྲོང་སྡེར་གནས་སྤོས་བྱེད་དུ་བཅུག་གི་ཡིན་པའི་འཆར་གཞི་དྲིལ་བསྒྲགས་བྱས། དེ་ནི་ཨ་རིའི་ཡུལ་མི་དང་གདོད་མའི་མི་རིགས་ལ་ཅི་ཞིག་བྱས་པ་དང་འདྲ་མཚུངས་རེད། ད་དུང་ཡང་སུས་ཀྱང་རོགས་པ་བྱས་མེད། འཛམ་གླིང་གི་རྒྱབ་སྐྱོར་རེག་བྱས་དང་རྒྱ་ནག་གི་གདུག་རྩུབ་ལ་ངོ་རྒོལ་བྱེད་ཆེད་དུས་ད་ལྟའི་ཆར་བོད་མི་བརྒྱ་དང་ཉི་ཚེ་ལྔ་ལྷག་གི་རང་ལུས་མེ་རུ་བསྒྲོན་ཡོད། ད་ད་ལྟ་དུས་ལ་བབ་འདུག་སྲིད་གཞུང་ཁག་གིས་རྒྱ་གཞུང་གི་སྡུག་སྦྱོང་མནར་གཅོད་བྱེད་ཀྱི་ཡོད་པ་དེ་འགྲིག་གི་མི་འདུག་པས་མཚམས་འཇོག་བྱེད་དགོས་ཞེས་ལབ་སྲིད་ཀྱང། གནད་དོན་ཞིག་ནི། ཁོང་ཚོའི་ཁེར་རྐྱང་དུ་ལབ་ཀྱི་ཡོད་སྟབས་རྒྱ་ནག་གིས་ཉན་འཇོག་བྱེད་མེད། རྒྱུ་མཚན་ནི་རྒྱ་ནག་ནི་དམངས་གཙོའི་རྒྱལ་ཁབ་ཅིག་མ་རེད། ཁྲིམས་ཀྱི་དབང་བསྒྱུར་མེད་པ་མ་ཟད་སྨྲ་བརྗོད་དང་གསར་འགོད་ཀྱི་རང་དབང་ཡང་མེད། རྒྱ་ནག་སྲིད་གཞུང་དེ་དབང་ཡོད་དང་ཐུབ་བརྩེ་གཏང་མཁན་ཞིག་ཡིན་ལ་སོ་སོའི་མི་དམངས་ཐུབ་བརྩེ་གཏོང་གི་ཡོད་པས་བོད་མི་ཚོར་ཐུབ་བརྩེ་བཏང་བ་ནི་བཤད་མི་དགོས་པ་ཞིག་རེད། ང་ཚོའི་སྲིད་གཞུང་ཡང་ཁ་གསུམ་ནས་བཅུ་དུ་བཞག་ཡོད། ང་ཚོའི་དབུ་ཁྲིད་ཚོས་ཀྱང་རྒྱ་གཞུང་གིས་ཁོང་ཚོར་ཐུབ་བརྩེ་བཏང་དུ་བཅུག་ནས་བཞག་ཡོད། རྒྱུ་མཚན་གང་ཡིན་ནམ་ཁོང་ཚོ་ཅི་ཞིག་ལ་སྐྲག་གི་ཡོད། རྒྱ་ནག་གིས་ང་ཚོ་དང་མཉམ་དུ་ཚོང་འབྲེལ་མཚམས་འཇོག་བྱེད་སྲིད་པར་སྐྲག་གི་ཡོད་དམ་དོན་ངོ་མའི་ཐོག་དེ་འདྲ་མ་རེད། ཞིབ་བཤེར་གྱི་སྡོམ་རྩིས་ནང་དེ་འདྲ་མིན་པའི་བདེན་དཔང་ཡོད། གོང་ས་མཆོག་ཐུགས་ཁྲལ་བྱས་ཤིང་བོད་དོན་གླེང་སློང་བྱེད་མཁན་གྱི་འཛམ་གླིང་གི་སྲིད་གཞུང་ཁག་གིས་རྒྱ་ནག་དང་ལྷན་དུ་ཚོང་ལས་ཀྱི་འབྲེལ་བ་བརྟན་པོར་ཉར་ཐུབ་ཡོད། རྒྱ་ནག་ནི་ཕག་དཀྲུག་གསུམ་ཞེས་སྒྲུང་གཏམ་དེ་ཡི་ནང་གི་ཁང་པ་རྩ་གཏོར་གཏོང་གི་ཡིན་ཞེས་འཇིགས་སྐུལ་བྱེད་མཁན་གྱི་སྤྱང་ཀི་ངན་པ་དེ་དང་འདྲ་བོ་ཡོད། ཡིན་ཡང་དེ་ཚོ་ཁ་སྟོང་ནང་གི་འཇིགས་སྐུལ་ཙམ་རེད། རྒྱ་ནག་ལ་ང་ཚོའི་ཚོང་ལས་དགོས་པའི་རྒྱུ་མཚན་གྱིས་ང་ཚོའི་དབུ་ཁྲིད་ཚོར་ཉེས་ཆད་གཏོང་འདོད་མེད། ཁོང་ཚོར་རྒྱལ་སྤྱིའི་ཐོག་གི་ཁྲིམས་མཐུན་གྱི་བདག་དབང་བསྒུགས་ཡོད། དེ་ལ་ཐབས་ལམ་གང་ཡོད། དེ་ཡང་ཐོག་མར་ལངས་ཕྱོགས་མཐུན་པའི་སྲིད་གཞུང་ཁག་གིས་ཟླ་སྒྲིལ་བྱས་ཏེ་རྒྱ་ནག་གི་ཁ་ཕོ་ལ་ལན་འདེབས་དང་མཉམ་འབྲེལ་བྱས་རྒྱ་ནག་གི་ཐུབ་ཚོད་ལ་ལན་སློག་པའི་དུས་ལ་བབ་ཡོད། རྒྱལ་ཁབ་ཁག་ཚང་མས་ཁེར་རྐྱང་དུ་མ་ཡིན་པར་མཉམ་འབྲེལ་ཐོག་ཕྱག་ལས་གནང་དགོས། ང་ཚོའི་ཐུན་མོང་གི་རིན་ཐང་ལྟ་ཚུལ་དང་དམངས་གཙོའི་ལྟ་གྲུབ་གཞི་བཞག་ན། ང་ཚོའི་བོད་དོན་ཐོག་ལས་དོན་སྒྲུབ་ཕྱོགས་ལ་འགྱུར་བ་བཏང་ཐུབ་པ་མ་ཟད་གྲུབ་འབྲས་ཀྱང་སྨིན་ཐུབ། ལས་དོན་ཡག་པོ་ཞིག་སྒྲུབ་པ་ཙམ་མ་ཡིན་པར་ལས་དོན་དེ་སྤྱང་པོ་བྱས་ནས་སྒྲུབ་རྒྱུ་དེ་གལ་ཆེན་པོ་རེད། ང་ཚོའི་སྲིད་གཞུང་ཁག་གིས་ཐུན་མོང་གི་འཐབ་ཇུས་ཤིག་གི་ཐབས་ལམ་བརྩིས་ནས་མཉམ་འབྲེལ་བྱས་ན་རྒྱ་ནག་ལ་ཁ་བརྡའི་ལྕོགས་བྱེད་ཀྱི་འདེགས་ཞུབ་གསར་བ་ཞིག་རྙེད་ཐུབ། འཛམ་གླིང་གི་གནས་ཡུལ་འགོ་ཁྲིད་ཁག་གིས་མཉམ་འབྲེལ་གྱིས་འབོད་སྐུལ་བྱས་ན། རྒྱ་ནག་ཉུལ་ནས་གུ་ཡངས་ཀྱི་བསམ་བློ་འཛིན་པར་ངེས། མཐའ་མར་པེ་ཅིན་སྲིད་གཞུང་གིས་རྒྱལ་སྤྱིའི་གནོན་ཤུགས་དེ་ཚོར་བའི་ཐོག་བོད་ཀྱི་དཀའ་ངལ་སེལ་ཕྱོགས་སྐོར་ལ་ལས་ཀ་བསྒྲུབ་ངེས། རྒྱལ་དམངས་རང་བཞིན་གྱི་ཐབས་ལམ་འདིས་ང་ཚོའི་སྲིད་གཞུང་ལ་ཕོག་སྲིད་པའི་རྒྱ་ནག་གི་ཞེ་སྐྱོན་གྱི་ཡ་ལན་དེ་འགོག་སྲུང་བྱེད་ཐུབ། བོད་པ་ཚོར་མཚོན་ན། གནས་སྟངས་སྔར་ལས་ལྷག་པའི་རྫ་བྲག་ཏུ་གྱུར་ཡོད་ལ་འཛམ་བུ་གླིང་ལ་མཚོན་ན། གནད་དོན་སེལ་བའི་ཐབས་ལམ་ནི་དངོས་ཡོད་ཀྱི་ལག་ལེན་དེ་ཆགས་ཡོད།